ངས་ཐད་ཀར་རང་དྲི་བ་དེ་གསལ་པོ་ཞིག་གནང་ཐུབ་པའི་འབད་བརྩོན་གནང་རོགས་ཞེས་སྡིངས་ཆའི་སྒང་ནས་རྣམ་པ་གསུམ་གྱི་བཀའ་ལན་གནང་ཡས་དེ་ཡ་ཐུགས་བསེ་རྒྱ་བཤད་སྟོབས་འདི་མ་འོག་ཞེ་ཡང་དེ་ཁ་བསྡུར་བྱེད་ལན་ཅིག་གནང་ཐུབ་ན་ཐོག་མ་དེ་ལ་ཡ་ཐུགས་བསྟན་དགེ་ལེགས་ལགས། ད་དྲི་བ་ཐད་ཀར་དེ་དེ་ཡིན། ད་ལྟ་ང་ཚོ་ཆོས་རྒྱུད་ཀྱི་སྤྱི་འཐུས་འབྱོར་བ་དེ་གྲངས་དེ་ད་ལྟའི་སྐབས་སུ་བར་ལ་བཅུ་འདུག་ཆོས་རྒྱུད་ཁག་ནས་སྤྱི་འཐུས་རེ་རེ་སྐུ་ཚབ་ཅིག་ཕེ་ཁེ་སླེབས་དེ་ཡིན་ན་འགྲིག་གི་འདུག་འདིའི་ལྷ་དམག་ཅིག་ད་ལྟ་སྤྱི་འཐུས་ལྔ་ཅིག་འདུག

ཆོས་རྒྱལ་གྱི་སྐུ་ཚབ་ཚད་ཆོས་རྒྱུད་ཀྱི་སྐུ་ཚབ་བྱོས་ལ་དེ་སྒྲུབ་བྱེད་དུ་འགྱུར་བ་བཏང་ཡང་གིས་ངས་གིས་དེ་འདི་རང་འཇགས་བཞག་ཡ་དེ་དཔེ་གལ་ཆུང་པོ་རེད་བསམ་འདུག་གང་ཡིན་ཟེར་ན་ང་ཚོ་གིས་ད་ལྟ་གྲོས་ཚོགས་ཀྱི་སྐུ་ཚབ་དེ་བོད་ནང་ལོག་བོད་མི་ཡི་སྐུ་ཚབ་ཅིག་ཆགས་ངོས་འཛིན་བྱེད་ཀྱི་ཡོད་དུས་སྐབས་ལ་དེ་རང་འཇགས་བྱས་ད་ཡིན་ནས་ད་བོད་ཕན་ཐང་ཡིན་ནས་རེད་ས་གནས་ག་ནས་ཡོང་ད་འདི་འགྱུར་བ་བཏང་ཡང་གིས་ལང་ཀ་ཞིག་ཡོད་རེད་བསམ་གྱི་འདུག་དེ་ཅིག་ག་ལི་ག་ལི་འགྲོ་གི་རེད་བསམ་གྱི་འདུག་ད་དཔེ་མཚོན་སྒྲོག་བྱེད་ན་ད་དེ་འདྲ་སྒྲོག་བྱེད་ན་སྤྱི་འཐུས་ཞིབ་བཤེར་བ་བྱོས་རེད་དེ་ནང་ལོག་ནས་རྒྱུ་ལས་འཇོག་བྱེད་ཅིག་ད་ང་རང་བསམ་ཚུལ་ནང་ལོ་གཅིག་ཕྱི་ན་ད་ཉུང་རུ་བཏང་ནས་སྤྱི་འཐུས་ཉི་ཤུ་ཞིག་བཟོས་འདུག་ན་ཆོལ་ཁ་རེ་རེ་ནས་ལྔ་ལྔ་ཆོས་འཐུས་རེ་རེ་ནས་གཅིག་གཅིག་ཨ་འདི་གང་ཟག་གི་བསྟན་དོན་དུ་ཞུ་བའི་གཅིག་བྱས་ཨ་ནི་ལྔ་བྱོས་ལ་ཆོལ་ཁ་ཡིན་ནའི་ལས་ཆོལ་ཁ་ཡི་ལྔ་ལྔ་དེ་ཡིན་ན་ཕྱི་རྒྱལ་ལ་མི་འབོར་གྱི་གཞི་གསུམ་པ་ད་དཔེར་ན་རྒྱ་གར་ལ་ཡིན་ན་ད་གཉིས་གཉིས་གསུམ་ཟེར་བ་བྱས་ཕྱི་རྒྱལ་ནས་གཉིས་ག་ནང་ད་ལྟའི་དུས་ཚོད་ལ། ང་ཚོ་རྒྱ་གར་འདི་ཉིད་ཅིག་ན་ཆོས་རྒྱལ་གྱི་འོས་འཕེན་དུས་སྐབས་ལ་སྤྱི་འཐུས་བཅུ་དང་མེད་ཀྱི་ཐོབ་ཐང་བྱུང་རྣམ་པ་ཚོ་ཡུ་རོབ་ལ་གཉིས་ཡོད་རེད་བ་ཨོ་སི་ཏྲེ་ལི་ཡ་ལ་གཅིག་མ་ཞིག་ཡོད་མ་རེད་དགེ་འདུན་པ་ཅིག་ན་བཅུ་གཉིས་ཡོད་རེད་བ་ད་འདི་འདྲ་ཞིག་འདི་ཚང་མ་ཀྱི་འགྲོ་སྟངས་འདི་ད་ལྟ་མང་པོ་ཞིག་ལ་དཀའ་ངལ་ཅིག་སྟོན་དུས་སྐབས་གཉིས་མ་ཡིན་ན་དཀའ་ངལ་ཡོད་མ་རེད་ཕྱི་རྒྱལ་ལ་མི་དཔེ་ཉུང་ཉུང་རེད་ཨ་ནི་སྐུ་ཚབ་འདི་ཡོད་བ་ཙམ་གྱིས་དཔེ་ཕན་ཐོག་གོ་རེད་སྐུ་ཚབ་ཡོད་ཡས་ཀྱི་ཞུགས་པ་ཆགས་ཀྱི་ར་མི་མ་ཡིན་ད་ཡིན་ནའི་ད་ལྟ་འགྱུར་བ་ཞིག་འགྲོ་དུས་སྐབས་ལ་ད་གཅིག་ཕྱིན་ན་འགྱུར་བ་འགྲོ་ཡས་ཀྱི་ལག་ཁ་ཅིག་ཡོད་རེད་བསམ་དགོས་ད་ཡིན་ནའི་ཡང་འདི་སྒྲུམ་བཤད་ཀྱིས་འགྱུར་བ་བཏང་ཡས་ཡོད་མ་རེད་འདི་ཡང་ངས་ཀྱི་ཞུགས་པ་ཅིག་ཞུ་དགོས་བསམ་ས་ན་ཡང་ང་ཚོ་མཚམས་མཚམས།

ཕྱིས་རྒྱལ་ཁབ་ལ་འགྲོ་བ་ཡིན་ན་ཡང་འདི་གི་ལོ་འགོར་བཞིན་ག་འདྲས་ཆགས་ཀྱི་རེད་མ་རེད་ལས་དེ་ང་ཚོ་གླེང་སློང་བྱེད་དགོས་ཀྱི་རེད་དམངས་གཙོ་གི་འགྲོ་སྟངས་དང་མཐུན་པ་ཅིག་རེད་བསམ་གྱི་འདུག་ཨ་ནི་ང་རང་ཚོ་ཡིན་པ་ནས་དམངས་གཙོ་འདི་གཙོ་ཆེ་ཤོས་མི་དམངས་རང་གི་ཨ་ནི་མངོན་འདོད་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་རེད་བ་ད་སྒྲུབ་མ་སྒྲུབ་ལས་དེ་གྲོས་ཚོགས་ནང་ལོགས་ལ་ཡང་དམངས་གཙོ་བརྒྱུད་རིམ་བྱས་ནས་འགྲོ་དགོས་ཡ་ཞིག་ཆགས་ཀྱི་ཡོད་རེད་ནས་གླེང་སློང་དེ་མི་དམངས་ཚོ་ནས་གནང་དགོས་ཡ་དང་ང་རང་ཚོའི་ངོས་ནས་དེའི་ཐོག་ལ་ཡང་གུ་བཤངས་ཅིག་བཞག་ནས་དགོངས་པ་བཞེས་དགོས་ཡ་འདི་གལ་ཆེན་པོ་རེད་བསམ་གྱི་འདུག།

ཏཱ་ལའི་བླ་མའི་སྒྲིག་འཛུགས་ཟེར་བ་ལ་ད་གོན་བྱས་ཏཱ་ལའི་བླ་མའི་སྐུ་འཕྲེང་རིམ་བྱོན་གྱི་མཚན་གནས་བྱས་འབྲས་སྒྲིག་འཛུགས་ཟེར་ན་འགྲིག་མི་འདུག་ཡང་མིན་ན་སྐུ་འཕྲེང་སྐུ་འཕྲེང་རིམ་བྱོན་དེ་ཡ་རེད་དགོས་ཀྱི་ཡོད་དམ་མེད་དེ་བོད་མི་མང་གི་ཐག་བཅད་རེད་ཟེར་ཟེར་གསུངས་ཡོད་རེད་ཀྱི་ང་ཚོ་མི་མང་ཚོ་གི་རྒྱ་བ་རིན་པོ་ཆེ་གི་མཚན་གནས་བྱས་འབྲས་ཀྱི་དེ་དགོས་ཀྱི་འདུག་ཟེར་ཟེར་གསུང་མཁན་ད་ལྟ་བར་དུ་བྱུང་མ་སོང་དེ་ཡིན་དུས་ཀ་དེའི་ཐོག་ལ་ནི་ང་ཚོའི་སྤྱི་འཐུས་རྣམ་པ་ཚོ་གི་གྲོས་ཆོད་ཡིན་གཅིག་མིན་གཅིག་བཞག་དགོས་ཀྱི་འདུག་ཟེར་དེ་བ་ནས་བཟུང་ས་གནས་གྲོས་ཚོགས་དང་ཐུབ་བསྟན་ཚོགས་གཙོ་དོ་དགའ་ས་གནས་གྲོས་ཚོགས་དང་ས་གནས་མི་མང་ཚོགས་ཡིན་ནའི་དེའི་ཐོག་ལ་དངོས་ལ་ཤུགས་རྒྱག་དགོས་དོན་མ་ཐུབ། ད་ལྟ་རྒྱ་བ་རིམ་བྱོན་ག་དུས་ཡིན་ན་ངེད་ཀྱི་ཡང་སྲིད་སྐོར་ལ་ད་ལྟ་འབྲེལ་བ་ཡོད་མ་རེད་གསུང་གི་ཡོད་ཀྱི་ཅི་སྟེ་རྒྱ་བ་རིམ་བྱོན་གྱིས་ད་བར་རང་གསུང་གི་ཡོད་རེད། སྔར་མ་ཤི་དགོས་ན་ཁྱེད་རང་ཚོ་ག་རེ་རྣམ་རྟོག་ལངས་གི་ཡོད་གསུང་གི་ཡོད་རེད་དོན་དག་དོག་དོག་ཤི་དགོས་ན། ཆ་ས་ཉེར་བདོ་ཟླ་དང་པོ་སྡེ་བ་འདི་རང་ཡིན། རྒྱ་མོ་ཞིག་ཡང་སྲིད་དང་འབྲེལ་བའི་ཐོག་ནས་རེད། ང་ཚོ་ཚང་མས་ཀྱིས་དངོས་གནས་དེ་དགའ་བཞིན་སྤྲོ་བཞིན་དེ་འདྲའི་དགའ་མོས་ཞུ་གི་ཡོད་བསམ་གྱི་མི་འདུག་རེད་བ། གནད་དོན་འདི་འདྲ་བོ་ཞིག་པས་ན་ཐོག་མར་རྒྱལ་སྤྱིའི་སྤྱི་ཚོགས་ཀྱི་དོ་སྣང་གནང་ཡ་དེ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཟིན་གནང་བ་རེད་རྒྱ་རིམ་ཞིག་ལ་བཀའ་འདྲི་ཞུས་པ་རེད་དེ་འདྲའི་ཐོག་ལ་གནང་དུས་སེམས་པ་ལ་རྒྱ་རིམ་ཞིག་གིས་དེ་ཐོག་ལ་དྲི་བ་དྲིས་ན་ང་ད་ལྟ་བསྡད་ཡོད་ཁྱེད་རང་ཚོ་ང་གར་ཕྱིན་ནས་དེ་འདྲའི་དྲི་བ་དྲིས་གནང་རྒྱུ་དེ་འདྲའི་གི་དགའ་མོས་གསུངས་གནང་རྒྱུ་དེ་འདྲའི་ཡང་འདུག་ད་ག་ན་ཤིང་ཉིས་སྟོང་བཅུ་གཅིག་ལོར་ལ་ཡ་བསྒྲགས་གཏམ་སྤེལ་གནང་ཡ་དེ་འདྲའི་འདུག་ད་ད་རིང་ང་ཚོ་འདི་ནས་མ་བཀའ་མོལ་ཞུ་གི་ཡོད་བ་ཡིན། འགའ་ཞིག་སྤྲོ་ཞིག་ཅིག་རྩ་བ་གཉིས་ནས་མེད་ཅེས་ཞུ་གི་ཡོད་རེད་བ། ད་དེ་ཅིག་ད་འདས་ཀྱི་ཆབ་སྲིད་ཀྱི་དགོས་མཁོ་ཞིག་དང་དེ་འདྲས་ཀྱི་ནང་ལོགས་ལ་ཡ་རྒྱ་ནག་གིས་ད་དེ་དེ་ཅིག་ཆོག་ཤེས་བྱས་ཞེས་དང་ཁོ་ན་ཚོ་གི་ལག་ཆ་བཟོས་ཅིག་གི་ཉེན་ཁ་ཅིག་ཏུ་མཐོང་བས་མཐོང་ནས་རྒྱལ་སྤྱིའི་སྤྱི་ཚོགས་མང་པོ་ཅིག་གིས་དོ་སྣང་གནང་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོས་ག་དུས་ནས་ལན་ཅིག་གྲ་སྒྲིག་གནང་ཡ་དང་ཁོ་ན་ཚོ་ལ་དེ་ནི་དེ་ཚོ་སྐོར་ལ་ཡང་ཞུས་དུས་བསམ་པ་ལ་ཡང་གཟབ་གཟབ་བྱེད་བྱེད་གང་ལྟར་དེ་དེ་ང་རང་ཚོས་ཀྱི་དབྱིན་སྐད་དུ་མ་གསུངས་ནས་ང་རང་ཚོས་ཀྱི་ཆོས་ཕྱོགས་ཀྱི་བྱ་བ་དང Religious Activity བྱིན་པ་དང་དེ་ཚོ་རིགས་དེ་ཚོ་ང་ཚོས་ཀྱི་དེ་འདྲའི་འདི་གནང་གི་ཡོད་མ་རེད་བྱེད་བྱེད་དེ་ཚོ་ཚང་མ་གསལ་བཤད་ཁ་ཞུ་ད་ཅིག་ཞིབ་བཞིན་རྒྱས་པ་ཞིག་ཕར་ཞུས་ཀྱི་ཡོད་རེད་ཨ་ཡིན་ནའི་ད་ཅིག་ཁོ་རང་ཚོ་ཚང་མ་ཡི་ཐུགས་སྣང་དེ་འདྲ་གནང་དེ་ཡི་ཡོད་དུས་བསམ་པ་ལ་ཡང་ང་རང་ཚོས་ཀྱི་ཅིག་སྤྱི་ཚོགས་ནང་ལོགས་ལ་ཡང་གླེང་སློང་བྱུང་ཡོད་ད་དེ་འདྲའི་ཀྱི་བརྒྱུད་རིམ་ཞིག་ཐེངས་ལ་བྱུང་བ་རེད་བསམ་གྱི་འདུག་ཨ་ད་ང་ཞིག་གྲོས་ཚོགས་ནང་ལས་དེའི་ཐོག་ལ་ཡང་ཞུས་པ་རེད་ཨ་ང་རང་ཚོས

ཨ་ནི་དེའི་གི་ཡང་སྲིད་དེ་ཡོད་ཁ་གྲགས་ནས་ནི་ཁོ་མང་ཚིག་བྱེད་སྟངས་ཅིག་ཡོད་རེད་དེ་སུ་ཡིན་ན་ད་ལྟ་སྲུང་བ་ནང་བཞིན་ང་སུ་གཅིག་ང་སུ་བུ་གི་ཆོས་དང་རིག་གཞུང་དང་འབྲེལ་བ་ཡོད་དེ་ཡོད་སྐོར་བྱེད་སྟངས་ཅིག་ཡོད་རེད་དེ་སུའི་ཐོག་ལ་ཡིན་ན་སུ་སུ་ཡིན་ན་དེའི་ཐོག་ལ་ཞེས་སྤྱི་བཏང་ང་སུ་ད་ལྟ་ད་གྲོས་ཚོགས་ནང་ལོགས་ལ་དེ་འདྲའི་ཐོག་ལ་སྐད་ཆ་ཡོང་དགོས་རེད་དེ་སུ་ཡིན་ན་ཅིག་དགག་དྲག་ནི་གལ་རེད་བསམ་གི་མི་འདུག་ཡིན་ན་ད་ང་སུ་གི་ཅིག་ཆབ་སྲིད་དང་དེ་འདྲའི་གི་ཐོག་ལ་ཡང་དཀའ་ངལ་མང་པོ་ཅིག་ཕྱི་ལོགས་གི་དཔོང་རིགས་མང་པོ་ཅིག

འདི་ང་ཚོ་བོད་པའི་རིག་གཞུང་མ་རེད་ལབ་ཡོད། ད་ལྟ་ཞུ་བའི་སྐབས་ལ་ང་ཚོ་རྒྱང་སྲིད་ཁང་ལ་སྐད་ཆ་བཤད་དེ་འདྲ་ཡོད་མ་རེད་ལབ་ནས་ཁོ་རང་ཚོར་འདྲི་བཤད་བསྐྱོན་གྱི་ཡོད། ད་ཡིན་ནས་ད་ནི་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་གནས་སྟངས་དེ་འདུས་སྐབས་ད་དྲི་བ་དེ་སླེབས་ཀྱི་འདུག་འདི་ལ་ལན་ཅིག་རྒྱག་དགོས་ཨེ་ཅིག་ཆགས་ཀྱི་འདུག་ད་ཡིན་ནས་ཁོ་རང་ཚོ་ལ་ཡང་ང་ཚོས་གསལ་བཤད་དང་ཁ་གསལ་བོ་དཔེ་བཟོས་ཡོད་གང་ཡིན་ཟེར་ན། རྒྱལ་སྤྱིའི་གི་སྡིངས་ཆ་ནང་ལ་ད་ཨིན་ཞོག་ཞུ་ན Geopolitical Level ལ། ཡང ྋགོང་ས་མཆོག་གི་ཡང་སྲིད་དེ་ལུང་པ་མང་པོ་ཅིག་ལ་ཁྱད་བར་ཅིག་གྲུབ་ཀྱི་ཡོད་དུས་སྐབས་ལ། རྒྱ་གར་གྱི་སྲིད་སྲིད་བྱུས་ལས་ཁེ་བ་བསྒྲུབ་པ་རེད་ཨ་རིག་གི་སྲིད་བྱུས་ལས་ཁེ་བ་བསྒྲུབ་པ་རེད་རྒྱ་ནག་གི་ཕོ་བྲང་ཚོའི་སྲིད་བྱུས་གཟིམས་ཐང་ལས་ཁེ་བ་བསྒྲུབ་པ་རེད་ལུང་པ་མང་པོ་ཅིག་གིས་བོད་ལ་གཟིམས་པའི་སྲིད་བྱུས་ལ་གཟིམས་ཐང་དེ་ལ་ཁེ་བ་ཅིག་བསྒྲུབ་དགོས་དུས་སྐབས་ལ་ཁོ་རང་ཚོ་འདི་ལ་དངངས་འཚབ་བྱས་དོ་སྣང་ཞིག་བྱེད་ཀྱི་འདུག་ད་འདི་ཡོང་དུས་སྐབས་ལ་ང་ཚོ་འགྲེལ་བཤད་ཅིག་སྐྱོན་འོག་བྱུང་བ་འདུག་ཡིན་ནས་གང་ཉུང་ཉུང་འདི་འབད་བརྩོན་བྱེད་རྒྱུ་ཡོད་གང་ཡོད་ན་དེ

ཕྲན་བུ་ཆོས་ཡ་མེད་ན་དེ་གཞན་དག་ཅིག་ཡོད་གཞན་དག་ཅིག་མེད་ན་ད་རུང་གཞན་དག་ཅིག་ཡོད། ཡོད་གི་ཡོད་གི་ལ་ཨ་ནི་དམ་བི་བི་ས་དེ་དམིགས་སུ་བཀར་ནས་དེ་ད་ལྟ་སྤྱི་འཐུས་ལྷན་ཚོགས་དང་སྲིད་སྐྱོང་གི་ཐོག་ལ་ཡ་དམ་བི་བི་ཡས་དེ་ག་ཅིག་གནང་གི་ཡོད་རེད། བཅའ་ཁྲིམས་ནང་ལོ་ལ་དམ་བི་གི་འགྲོ་དོན་ག་རུ་ཆོལ་ཁའི་ཁྲིམས་ཞིབ་པ་ཆེ་བ་མ་གཞི་གཞན་ཕྱོགས་ནས་འདི་འགྲོ་སྟངས་འདི་ཁ་གསལ་བོ་ཡོད་མ་འདིའི་ནུས་པ་ལ་ལང་ཀ་དེ་མ་བཟོས་ན་དམ་འབུལ་བྱེད་ས་ཡོད་མ་རེད། འདི་ཡིན་ཡང་ཆོག་ཅི་ནས་ད་ལྟའི་གི་ད་ཐབས་ལམ་ཅིག་ཆག་གོ་ད་འོན་ཏེ་གནས་སྐབས་ལ་ཡང་དེ་ཐབས་ལམ་དེ་ཐབས་ལམ་དེ་མ་བཏོན་ན་ག་རེ་བྱེད་ཀྱིན་པའི་ལ་ནི་དྲི་བ་བྱེད་འདོད་སྐབས་ལ་ཐབས་ལམ་དེ་བཏོན། ཐབས་ལམ་འདོད་པ་གང་ཡིན་ཡོད་རེད་འདོད་པ་མ་གང་ཡིན་ཡོད་རེད་སོ་སོ་དང་མཐུན་དང་མ་མཐུན་ཆག་གོ་རེད་ཡིན་ནས་ཡང་འདི་གི་བཅའ་ཁྲིམས་ཀྱི་འགྲོ་སྟངས་ནང་ལང་ཀ་མེད་སྐྱོག་འདི་ལ་ལང་ཀ་ཅིག་གསལ་ཁ་ཅིག་བཏོན་ཡན་གྱི་ལང་ཀ་ཅིག་ཆག་དུས་སྐབས་ལ་འདི་གསལ་ཁ་བཏོན་སྐྱོག་གི་དུས་བསྟུན་གི་སྐབས་ད་བབས་པའི་གི་ཐབས་ལམ་ཅིག་ཆག་ཡོད། ང་ཚོ་བཅའ་ཁྲིམས་ནང་ལ་གར་སོང་ཁྲིམས་ཆད་པ་ཆེ་བའི་འདོད་འདོད་དམ་པོར་གཅིག་གོ་ལ་ཡ་མ་གཏོགས།

བོད་ཀྱི་ཡུལ་མིར་ཞུགས་འདོད་ཡོད་ཚེ་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྒྲིག་གཞི་ལྟར་ཞུགས་ཆོག། དོན་ཚན་བཞི་པ་སྟེ། གོང་གསལ་དོན་ཚན། ལེའུ། དོན་ཚན་ཁག་ལག་ལེན་བསྟར་ཚེ་སྤྱི་འཐུས་ལྷན་ཚོགས་ཀྱིས་ཨ་ནི་བོད་ཀྱི་ཡུལ་མིའི་ཁྲིམས་ལུགས་ཤིག་གཏན་འབེབས་བྱ་རྒྱུ། དེ་ད་ལྟ་བར་དུ་གནང་ཐུབ་ཡོད་མ་རྟགས་ལོ་སུམ་ཅུ་འགྲོ་བར་བཅའ་ཁྲིམས་གཏན་འབེབས་གནང་ནས་དེ་སྔོན་མ་ངས་བོད་ཁུལ་གྱི་ཤོད་ཉོག་བྱས་ས་འདི་ཡིན་གཅིག་མིན་གཅིག་གནང་དགོས་འགྲོ་ཟེར། བོད་ཀྱི་ཡུལ་མིའི་སྐོར་གྱི་འོ་ར་དེ་ད་ལྟ་བར་ཆད་འགེངས་ལ་ག་ཚོད་འདི་མངོན་མིན་གྱི་གྲོས་ཚོགས་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་སྐབས་སུ་དེ་འཁེལ་ཡོད་རེད་དེ་ལྟ་སྐབས་ལོ་ལྟར་གྲོས་ཚོགས་ནང་བགྲོ་གླེང་ཤུགས་ཆེན་པོ་འགྲོ་ཡོད་རེད

རང་བཙན་ལས་དབུ་གི་ཚོགས་འདུ་ལ་ཕེབས་བྱ་བྱ་སྤྱི་འཐུས་ཁ་ཤས་ཤིག་ཕེབས་ཡོད་རེད། ཟེར་ན་འདི་སྐད་ཀྱི་ཐོག་ལ་ཁྱེད་རང་ཚོ་དེའི་ཕན་ཉེན་གསུང་གི་ཐོག་ནས། འདི་སྐད་དེ་ཕྱག་ལས་གནང་ཕྱོགས་དང་དེའི་ཐོག་ལ་རྒྱབ་སྐྱོར་ཡོད་རེད་ཡོད་མ་རེད་ཁྱེད་རང་ཚོའི་དགོངས་ཚུལ་ག་རེ་ཡོད་ཟེར། ད་འདི་ཡང་བལྟས་ཤིག་ང་ཚོ་ཞབས་ས་ཆེན་པོ་རེད་གསུང་གི་འདུག་ག་ཕྱིར་འདྲ་ན། ང་ཚོ་མང་པོ་ཞིག་ལ་སོ་སོའི་བསམ་ཚུལ་ཡོད་རེད་ད་འདི་ང་ཚོའི་བསམ་ཚུལ་འདི་བསམ་ཚུལ་ཡིན་ནའི་རེད་བོད་ཀྱི་འཐབ་རྩོད་ཡིན་ནའི་རེད་བོད་ཀྱི་བདེན་མཐའ་གསལ་ཡོད་ལ་སོ་སོ་སོའི་ལང་ཀ་མང་དྲག་མཐོང་སྤོར་འདི་ལ་ཉིན་གཅིག་མི་གཅིག་ལམ་ཁ་དེ་མཐོང་བ་ཙམ་གྱིས་འདི་འགྲིག་གི་མ་རེད་ལབ་ནས་ང་ཚོ་གཏན་ཟབ་ས་བྱུང་འདུག་གང་ཡིན་ཟེར་ན་སྤྱི་འཐུས་ཀྱི་ལས་ཀ་བྱེད་པའི་སྐབས་ལ་སོ་སོའི་འགན་གཅིག་ཁྱི་གོང་རེ་ས་གནས་ས་གནས་གཅིག་འགྲོ་དུས་སྐབས་ལ་དབུ་མའི་ལམ་དང་འབྲེལ་བ་ཡོད་བས་ཀྱི་ལས་འགུལ་སྤེལ་གོང་རེ་ལས་འགུལ་སྤེལ་བ་མ་རེད་ངོ་སྤྲོད་བྱེད་གོང་རེ་ས་གནས་དེ་བ་ལ་ཞུ་གཏུག་བྱེད་དུས་སྐབས་ལ་འདི་རང་གི་ལང་ཚོ་ཞུ་གོ་ད་ཡིན་ནའི་སྒེར་གྱི་ས་ཆ་གཅིག་ལ་སླེབས་དུས་སྐབས་ལ་ད་ཁྱེད་རང་འདི་བྱེད་བྱུང་མ་རེད་ལབ་ན་འདི་ངས་ཏག་ཏག་བསྡད་ཀྱི་ཡོད་ན་ཚོར་གི་འདུག་ར། ཡིན་ནའི་ང་བྲིས་ཡང་ང་རང་ཡིན་ནའི་འདི་བསམ་བློ་བཏང་དུས་སྐབས་ལ་མཚམས་མཚམས་ག་རེ་ཚོར་གི་འདུག་ལ་འདི་ངས་ཁ་བསྡུ་ཞུ་རྒྱུ་ར་ད་རེ་གལ་མི་འདུག།

ཨེ་ཟི་གང་ཐུག་ཐུག་གི་མཉམ་འཐོར་ལས་ཀ་ཆེན་པོ་རེ་གལ་ཆེན་པོ་རེ་བསམ་འདུག་གང་ཡིན་ཟེར་ན་ད་ལྟའི་གི་དུས་ལ་རྒྱལ་སྤྱིའི་གྲིམ་བྱ་གནང་རོགས་ལ་ད་ལྟའི་གི་ངེད་ཅག་གི་གྲིམ་བྱ་དེ་ཡིན་ནའི་རེད་ད་ལྟ་ཨ་རི་ལ་བཟོས་བའི་གི Resolve Tibet Act དེ་གྲིམ་བྱ་དེ་རེད་དེ་ཚང་མས་གི་རྒྱབ་ཏུ་འགྲོ་ཐུབ་ཡས་གི་ལང་ཀ་བྱེད་རོགས་ཨ་དེ་གི་བོད་གི་ལུགས་རྒྱུད་གི་རང་བཙན་གི་ལུགས་རྒྱུད་གི་གནས་བབ་དེ་ཡོད་རེད་ད་ལྟའི་དུས་ལ་གནས་སྟངས་ག་རེ་ཡིན་མེད་དེ་ཡོད་རེད་རང་ལྟ་རང་ཆོས་གི་དེ་གི་ཐབས་དེ་རྒྱབ་སྐྱོར་བྱེད་འདུག་གི་ཡོད་ལ་བ་རེད་འདི་དང་མཉམ་དུ་ཡང་དབུ་མའི་ལམ་གི་དུས་ད་ལྟ་རྒྱ་ནག་གཞུང་གིས་ད་ལྟ་བོད་པའི་གི་སྐུ་ཚབ་ཡིན་པའི་སྐད་ཆ་བཤད་འོང་འདུག་ལ་འདི་ཚོ་གནས་ཚུལ་ཚང་མ་ཡོད་པའི་སྐབས་ལ་ང་ཚོ།

ཚོགས་འདུ་གྲོལ་བས་ནི་ཚོགས་འདུ་རྗེས་མའི་མང་ཚོགས་པ་ལ་ཡང་ཚང་མ་ཞུགས་མེད་པ། དེའི་པར་ར་དེ་ཡང་རང་བཙན་གྱི་ལས་འགུལ་པའི་ནང་བསྒྲིགས་ཡོད་པ་དེ་འདྲས་དེ་འདྲས་རེད་བས་མ་རེད། དེ་ལས་གནང་རོགས་གནང་གསུངས། ཁྱེད་དང་ང་སོགས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དང་ཨ་ནེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་མེད་སྲིད་བྱུས་དེ་ང་ཚོ་དབུ་མའི་ལམ་བྱ་དགོས་རེད་དེ་ཡང་ངོས་འཛིན་བྱེད་དགོས་ཡིན་ཡིན་དང་ཡིན་བྱེད་དགོས་ད་གོ། ཡིན་དང་ཡིན་སྒེར་གྱི་ཁོ་གཅིག་གི་འདོད་པ་མ་ཚར་བ་ཡོང་གི་རེད་པ་དེ་ང་ཚོ་ཡང་ཆོག་ཡ་རེད། ད་ང་སོགས་ད་ལྟ་རང་བཙན།

འདི་རྩ་བ་གཉིས་ལ་མུ་མཐུད་ཞུ་ཡ་མེད་ཨ་འདི་ལ་ཡང་ད་ལྟ་བར་དུ་ལ་ཡང་འདི་ལ་ཡང་ལས་འགན་གར་གར་རེ་གནང་བཞག་ཡོད་སང་གང་ལ་འཛུགས་འགོ་ཁྲིད་སུ་དང་སུ་ཡིན་ནས། རྒྱ་ནག་གཞུང་གི་སྲིད་བྱུས་ཁོ་རང་ནང་ལོགས་ལ་ཡང་སུ་སུ་གི་ས་མཚམས་ནས་བརྒལ་ནས་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་སྐྲུག་ཐབས་བྱེད་ཡ་དང་ཐབས་རྩོད་ལ་ཡང་དོ་བོ་གཏང་ཡ་གི་འབད་བརྩོན་དེ་མུས་མཐུད་ཅིག་བྱེད་ཀྱི་རེད་ཁ་ཤས་བསྟན་ཏེ། གོང་མ་ཚུལ་བཞིན་གནང་ཉིན་དེ་འདྲའི་ལག་ཆ་ཆག་པའི་ཉིན་དེ་འདྲའི་ཡོད་ཀྱི་རེད་ཁ་ཤས་སྒོ་ཤིང་བཞིན་དུ་ཨ་ནི་དམིགས་ཡུལ་ངེས་ཅན་ཅིག་གིས་བྱས་གནང་ཉིན་དེ་འདྲའི་སྤྱི་ཚོགས་ནང་མང་པོ་ཡོད་རེད་བྱས་ཟ་དེ་ཚང་མ་ལ་ཡ་ད་འདབ་བར་དུ་གཞུང་མང་གཉིས་ནས་ཅིག་མཉམ་རུབ་ཀྱི་ཐོག་ནས་གདོང་ལེན་ཤུགས་ཆེན་པོ་གནང་ཡོད་རེད་ཡ་དེ་བཞིན་ཤག་སྐོར་ལ་ཡིན་པ་ནས་གནད་དོན་དེ་བྱུང་བ་དང་དེའི་སྐབས་སུ་གྲོས་ཚོགས་གྲོལ་བདེ་བའི་སྐབས་སུ་ཞིག་རེད་ཨ་འདི་ལྟའི་སྐབས་སུ་ང་རང་ཚོ་གྲོས་ཚོགས་འཐུས་མི་ཚང་མ་གིས་གླེང་སློང་བྱས་ནས་དེའི་ཐོག་ལ་ཡ་དགག་བྱ་ཚིག་ཐོར་བུ་ཞུ་འོས་རེད་ཞེས་ཅིག་ཞུ་ཡ་ཡིན་བྱས་ཙང་མི་རེ་ངོ་རེ་ངོས་ནས་སོ་སོའི་ལག་ལག་ཆ་དམར་ཆས་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན་བོད་ནང་འཕེལ་གྱི་ཡོད་བ་འདྲ་ནས་ལ་སོ་སོའི། སྐད་ཅིག་གིས་དགོས་མཁོ་མང་པོ་ཞིག་ལ་གཟི་བརྗིད་འཕར་འཕེལ་གྱི་ཡོད་དེ་ལས་སོ་སོའི་ལག་ཆ་མ་འཆའ་བ་ཅིག་དང་ཨ་དེ་ནི་འབག་འཕེལ་དུས་བསམ་པ་ལས་སྐུ་ཚབ་དོན་གཅོད་ལ་ཡང་ཡིད་ཆེས་ཅིག་སྙན་སེང་ཞུ་ཡས་དང་ཨ་ནི་ཅིག་གི་གནད་དོན་ག་རེ་ཡོད་པ་ཡིན་ནས་གསུང་གནང་ཡས་དང་དེ་ཚོ་ད་དེ་འདྲ་ལམ་སྟོན་ཞིག་ཕེབས་ཡོད་པ་དེ་ཉིན་གཅིག་མི་འགྲིག་སྤྱི་ཚོགས་ནང་ལ་བཀྲམ་གནང་རོགས་གནང་དེ་ཚོ་ང་ཚོ་ལ་ཡང་ཐབས་རྩོད་ཕན་ཐོགས་ཡས་ཅིག་རེད་ཅེས་བཤད་དེ་ཚོ་སྤྱི་ཚོགས་དྲ་རྒྱ་ནང་འགྲོ་ནས་འགྲོ་རིན་ཆོག་པ་ཞིག་རེད་ཅེས་བཤད་འདི་ཞུ་ཡས། ང་ཚོས་སྐད་ཅིག་ཆོས་དང་རིག་གཞུང་བསྒྱུར་བཟོ་གོམས་གཤིས་ཀྱི་ཆ་ཚང་རྩ་མེད་གཏོང་ཡག་གི་རྒྱ་ནག་གི་སྲིད་ཇུས་དེ་ཟིན་གོ་འདུག་དེའི་ཐོག་ལ་ང་ཚོ་ཅིག་གདོང་ལེན་བྱེད་ཡག་དང་དེ་འགྲིག་གི་མི་འདུག་ཟེར་ན་ང་ཚོ་དེ་དགག་པ་རྒྱག་ནས་ང་ཚོ་ཤུགས་ཆེན་པོ་དེ་གནང་གི་ཡོད་ར་དེ་ལྟར་དེ་ཡིན་དུས་ང་ཚོ་བོད་མི་གཅིག་གིས་དེ་ཡག་པོ་ཡིན་ས་བཤད་དུས་ན་ང་ཚོ་ཏག་ཏག་ཅིག་མ་འགྲིག་པ་དེ་སོ་སོ་ངོས་འཛིན་བྱེད་ཀྱི་ཡོད་དེ་ན་ད་དེའི་སྐད་ཅིག

སྐད་ཆ་འོ་ར་ལྟར་རྒྱ་ནག་གཞུང་གིས་ད་དྲིལ་བསྒྲགས་བྱས་ཀྱི་ཚིག་དེ་འོ་རང་ཚོ་བོད་ཆོས་བཏང་དུས་སྐབས་ལ་ང་ཚོ་བོད་པ་ལ་དཀའ་ངལ་ཤུགས་ཆུང་པོ་དཔེར་སྤྲད་རོགས་ད་འདི་དངོས་གནས་ཚུལ་ཞིག་ད་འདི་དང་མཉམ་དུ་ད་ལྟའི་གི་དུས་ལ་འགྲོ་ངེས་མང་པོ་ཅིག་ཡོད་ལ་ང་ར་འབུད་དུས་ག་རེ་ཡོད་ལ་ན། སྤྱི་ཚོགས་དྲ་རྒྱ་བོད་ཆོས་མ་བཏང་རོགས་སྤྱི་ཚོགས་དྲ་རྒྱ་ནང་ལ་འདི་བརྙན་པར་དང་འདི་འདྲ་མ་བླུགས་རོགས་ནང་མི་ཐོས་འདི་དངོས་གནས་གལ་ཆུང་པོ་རེད་ཡིན་ན་སྤྱི་ཚོགས་དྲ་རྒྱ་ནང་བླུགས་ནས་འདི་བྱོས་མ་རྒྱ་མི་གི་ལག་ཆ་ཞིག་ཆགས་དུས་སྐབས་ལ་ཨ་ཁ་ལས་མ་ཤེས་ད་ག་རེ་བྱེད་ཀྱིན་པའི་ག་ནི་བླུགས་ཚར་རེད་གྲོལ་ཏེ་འགྲོ་དགོས་རེད་སུ་སུ་ཕ་མ་ཐོས་གུས་སྐབས་ཅིག་ཡོད་རེད་ནང་མི་ཐོས་གུས་སྐབས་ཡོད་རེད། འདི་དང་མཉམ་དུ། ང་ཚོ་བོད་པའི་འཐབ་རྩོད་ནང་ལོགས་ལ་བོད་ནང་ལོགས་ཀྱི་གནས་སྟངས་ག་རེ་མིན་ཧ་གོ་ཡ་དཔེ་གལ་ཆེན་པོ་ར་དངོས་ཡོད་གནས་ཚུལ་དེ་སྟོན་དུས་སྐབས་ལ་འགྲོ་ངེས་དེ་འདྲ་ཡོད་ན་སྐུ་ཕྱིར་བོད་ནང་ལོགས་འགྲོ་བའི་སྐབས་ལ་བོད་ནང་ལོགས་གནས་སྟངས་ག་རེ་ག་རེ་རེད་འདུག་དེ་བདེ་སྲུང་ལ་ཞུ་ནས་འགྲིག་གི་རེད་འཛིན་སྐྱོང་ལ་ཞུ་ནས་འགྲིག་གི་རེད་བསམ་གི་འདུག་གནས་སྟངས་དེ་ཇི་མ་ཇི་བཞིན་ག་རེ་ཡིན་པ་དེ་ཡིན་ཆོད་མིན་ཆོད་དེ་བེད་དགོས་ཡ་མཁན་ཡོད་མ་རོགས་གནས་སྟངས་དེ་ཚོ་ཞུས་ན་ཨ་ང་ཚོ་ཚང་མ་ལ་ཇུ་མ་སྲིད་ཇུས་ཡིན་ནའི་རེད་ཐབས་ཤེས་བཏང་ཡ་ནའི་རེད་དེ་འདྲ་གི་ལང་ཀ་ཞིག་ཕན་ཐོག་རེད་བསམ་གི་འདུག་ཡིན་ནའི་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་འདི་དབུ་འདྲ་བར་ག་རེ་རེད་རྒྱུ་རང་ཡིན་ག་རེ་འདི་བསླུ་དུས་སྐབས་ལ་འདི་གི། འགྲེལ་བརྗོད་ལོག་པ་ཅིག་འགྲོ་ཡ་ཉེན་ཁ་འདུག་གང་ཡིན་ཟེར་ན་རུ་བ་རྒྱ་ནག་གཞུང་གིས་ད་ལྟ་བར་དུ་སྲིད་བྱུས་ནང་ལོག་ལ་བཙན་བསྐྱོད་ཡོད་ལ་མང་པོ་ཞིག་ལ་དེ་ཚོ་བོད་ཆོལ་སྟག་ནི་རྒྱལ་སྤྱིའི་སྡིངས་ཆ་ནང་ལོག་ལ་འགྲེལ་བརྗོད་ལོག་པ་ཅིག་རྒྱ་ཁོག་ལ་བོད་ནང་ལོག་སྟག་ག་ལི་ག་ལི་དེ་ཚོ་གིས་ང་ཚོ་གིས་ད་ནི་བརྙན་པར་གླུ་སྐྱོག་དང་ཨ་དེ་སང་སྒྲོག་བྱས་ན་རྣམ་པ་ཚོ་ཟིག་ཡོད་གི་ཅིག་ཤེས་ན YouTubers དེ་འདྲའི་ཟོལ་ངན་དེ་འདྲའི་ཁ་ཤས་ཅིག་ཕྱི་མི་རིགས་དེ་འདྲས་བོད་ལ་ཁྲིད་ནས་ཁོ་ཚོ་སྐོར་སྐྱོད་ཁྲིད་ནས་ཁོ་ཚོས་བཟོས་བྱུང་བ་དང་ཨ་འདི་གི་འགྲེལ་བརྗོད་རྒྱ་ཡི་འགྱུར་བ་ཞིག་གནང་གི་དང་རྣམ་པ་སོགས་ཟིན་ཡོད་ན་ཉེ་ཆར་ད་ལྟ་ཕྱི་ཟླ་དགུ་བའི་གི་ཚེས་གཉིས་ནང་ལོ་བོད་ནང་ལོ་འཁོར་ར་ལ་ལྷས་ས་ལ་ད་ལྟ་རྒྱ་ནག་གཞུང་གིས་ཆིའི་ལ་འབྲེལ་བ་བྱས་ནས་ལས་ཆིའི་ལས་གསར་འགྱུར་སྤེལ་ཡས་གི་ཆེད་དུ་འདི་རིག་གནས་གི་ས་འོག་ཅིག་སྐོར Propaganda Center གསར་བ་ཅིག་བཙུགས་ཡོད། ད་འདི་ཚོ་ཚང་མ་ཁོ་རང་ཚོ་གི་ཆ་ཤིས་དང་ལྡན་པའི་ཅིག་ཡོད་དུས་སྐབས་ལ་ང་ཚོ་ལག་ཆ་མ་ཆ་ཡས་དེ་གལ་ཆུང་པོ་ཕེ་རེད་བསམ་གི་འདུག་ར་ལག་ཆ་མ་ཆ་ཡས་ལ་གལ་ཆེ་ཤོས་དེ་སུ་སུ་ཁ་ཅིག་འདི་ཟབ་ས་ག་རེ་ཁར་བྱེའུ་མེད་ཇོ་མ་ག་རེ་ལག་ཆ་ཆག་ས་རེད་འདི་རྒན་གཅིག་ཁྱེད་ནས་འདི་ཏེ་རྟ་ཡ་འདི་ངས་ཁྱེད་ཆུང་པོ་རེད་བསམ་འདུག་འདི་གཅིག་ཞུས་ན་བསམ་ཚར། གཉིས་པ་དེ།
ད་ལྟ་ཨཱ་སྟྲོ་ལི་ལ་སྡད་པའི་གངས་སེང་སེང་གི་མི། ཆབ་སྲིད་བཙོག་པ་གི་མིང་ཅིག་ཁྱི་བྱས། ཨཱ་སྟྲོ་ལི་ཡ་ལ་སྡད་ཕྱིར་ང་རང་ཚོ་གི་ལྟ་བའི་མིག་ཁོ་བའི་སྙིང་ལ་ཡ། ད་ད་དེ་འདྲའི་ཚིག་རྩུབ་པོ། དེ་འདྲའི་སྡུག་ཅག་ཅིག་རྒྱ་མི་གི་ལ་ཡོད་མ་རེད་ས་ཡ་ཨེ་ད། སོང་ཙང། འདི་ལ་ཡང་ང་རང་ཚོ་དབུ་ཁྲིད་ཀྱིས་ང་ཚོའི་དབུ་ཁྲིད་དམ་འབུལ་སྒར་ལ་ངས་འབྱོན་གྱི་ཡོད་ངས་བྱེད་ཐུབ་ཀྱི་ཡོད་ལག་ཏུ་ཡག་སླེབས་ཀྱི་ཡོད་རེད། འདི་ལ་ག་རེ་བྱེད་བཞག་ཡོད་ད་ལྟ་བར་དུ་ག་བ་ལས་སོང་ཟེར་ན། ཨོ་སི་ཀྲི་ལི་ཡ་ལ་ག་ཚོད་ཉེ་བའི་ཆར་ཨ་ནེ་ལྕམ་སྐུ་རིན་པོ་ཆེ་རེད་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་རེད་དེའི་ཐོག་ལ། ཚད་མའི་ཤུགས་ཆེན་པོ་གནང་བ་དེ་ང་ཚོ་ཚང་མས་ཀྱི། ཧ་གོ་གོ་རེད་ནི་རུ་ཚོགས་ནང་ལ་ད་གཙོ་བོ་བཀའ་ཤག་རེད་བདེ་སྲུང་བཀའ་བློན་རེད་དེ་ཚོའི་ཐོག་ལ་ནི་ལན་རྒྱབ་པ་རེད་དེའི་རྗེས་སུ་རུ་ཚོགས་ཚར་ནས་བཀའ་ཤག་གི་ཐོག་ནས་ནི་དེ་གི་ཚོགས་ཆུང་གཅིག་བཙུགས་བྱས་ནས་ནི་གསར་འགོད་གསར་བསྒྲགས་གནང་ཡོད་རེད་དེའི་ཐོག་ནས་ད་ད་ལྟ་ག་བ་སླེ་བ་རེད་ག་འདྲའི་ཆགས་ཡོད་ཟེར་ཏེ་ལན་རྒྱབ་ཐུབ་ཡོད་མཁན་མི་འདུག་དེ་ཡིན་ན་ད་དེའི་གི་ལས་དོན་འདྲ་བོ་དེ་ལས་རིམ་དེ་འགྲོ་བསྡད་ཀི་ཡོད་རེད་དེའི་གྲུབ་འབྲས་དེ་ཚོ་ལྟ་ཀྱི་ད་ཁ་ཚོན་བདེ་སྲུང་བཀའ་བློན་གི་ནི་རྒྱུས་མེད་ཀི་གྲོས་ཚོགས་སྐབས་སུ་ནི་གྲོས་ཚོགས་ནང་ལ།

ྋགོང་ས་མཆོག་མཚན་མའི་ཤུལ་ངལ་དང་བོད་པའི་འཐབ་རྩོད་རང་དགར་འབྲེལ་འདྲའི་འབྲེལ་བ་དེ་བར་དེ་ལ་ང་ཚོས་དགག་པ་རྒྱག་རྒྱུ་དཔེ་གལ་ཆུང་བ་དག་རེད་ད་ཡིན་ནས་མི་སྒེར་གཅིག་གཅིག་གི་བྱེད་སྟངས་ལ་གཅིག་ཕར་ཞུས་ཚུར་ཞུས་བྱས་ནས་ཏག་ཏག་བསྡད་ཀྱི་འདུག་བསམ་ཀུན་མི་འདུག་ང་རང་སྒེར་གྱི་བསམ་ཚུལ་ཞིག་ང་བདེའོ་མི་འདུག་ག་ན་ན་དེ་འདྲའི་བྱེད་ངེས་དེ་སང་སྤྱི་ཚོགས་དྲ་རྒྱ་ནང་དཔེ་མང་པོ་འདུག་ད་དེ་སུ་ལ་རྒྱབ་སྐྱོར་ཕྱི་མ་ཅིག་ཁྱེད་ཅག་ཞུས་མེད་མང་པོ་དཔེ་འདུག་དེའི་དུས་སྐབས་ལ།

གྲུབ་འབྲས་ཁེ་མཐོང་གི་མ་རེད་ཕན་ཐོག་ཁེ་ཡོད་མ་རེད་དེ་དེ་འདྲའི་ཁོ་སྤྱི་ཚོགས་ལ་ཕྲུག་པ་དེ་སོ་སོ་འགས་མ་གོར་བ་ཨ་དེ་འདྲའི་ར་བ་བཤད་དེ་དེ་ཕན་ཐོག་ཁེ་ཡོད་རེད་ཅེས་ངོ་འཛིན་ཞུ་གི་མིན། དང་པོ་ཚོ་ང་དང་ཁོ་ཟེར་མེད་པར་ང་ཚོ་ཚང་མ་སོ་སོ་སོ་སོའི་མི་རེ་ངོ་རེ་དང་པོ་སོ་སོ་ལ་རྫུ་གུ་ཚུགས་ཞེས་ར་བ་ཕ་ལ་མ་ལྟ་བ་ཞིག་དང་པོ་སོ་སོ་རྫུ་གུ་ཚུགས་ཞེས་སོ་སོའི་ངོས་ནས་ག་འདྲས་གནང་ཞོར་ཡོད་པའི་ག་འདྲས་བྱེད་ཀྱི་ཡོད་པའི་སོ་སོའི་འགན་འཁྱུད་པའི་ཐོག་ནས་སྤྱི་ཚོགས་ནང་ལ་གོམས་གཤིས་བཟང་ང་སྤྲོད་ཡན་དང་ད་རིང་ངག་ཏུ་ཅིག་མི་ཆུང་བ་ཞིག་གིས་དེ་འདྲའི་མང་པོ་ཁ་རྒྱག་པ་བཤད་ན་ལན་བུ་རག་ཐབས་མི་འདུག་དེ་ལས་དངོས་གནས་སྤྱི་ཚོགས་འདི་ལ་ཅིག་ཞེན་སྒོ་འགྲོ་བ་ཞིག་སོ་སོས་ཀྱི་དམངས་གཙོ་སྒྲིག་འཛུགས་འདི་ལ་ཞེན་སྒོ་བོད་མིའི་འཐབ་རྩོད་འདི་ལ་ཞེན་སྒོ་ཞེས་པའི་ཐོག་ནས་རྣམ་པ་ཚོ་ཚང་མ་ཀྱིས་དུས་རྒྱལ་ཞེ་འོ་རེད་བསམ་གོ་འདུག་ང་ད་ཁོ་ཞུ་ཡ་ཡོད་མ་རེད་ང་རང་ཚོ་ཚང་མ་ཀྱིས་རྒྱལ་ཞེ་འོ་གཟིགས་མོ་གཟིགས་ངའི་ནད་ཅིག་དགའ་མོས་སུས་གསུང་གི་ཡོད་ནི་རེད་འདི་ཐོག་ལ་དགོངས་པ་ཇི་བཞེས་ཀྱི་ཐོག་ནས་གསུང་བསམ་ཚུལ་ཡོད་ན་ཅིག་བཟང་པོའི་ཐོག་ནས་ཡར་སྤུངས་ཐུ་ཡ་དེ་གལ་ཆེན་པོ་རེད་ཞེས་འདི་ཞུ་ཡ་ཡིན།
ད་ལྟ་ཁྱེད་རང་ཚོའི་རྩོམ་ཡིག་ལ་ཡར་བསྐྱངས་སྒོ་རུ་འདིར་ཚད་མའི་ཞུ་མོལ་མང་པོ་འདུག་ཅེས་གསུང་བ་དེ། ད་ལྟ་སྐྱབས་འགྲོ་རིན་པོ་ཆེ་ཚད་མ་གཙོ་བོ་འདི་ཆོས་རྒྱུད་ཀྱི་དུས་སུ་ཞུས་ཡོང་འདུག་ག་དེ་གྱི་ནང་དུ་མཁན་པོ་རྣམ་རང་ལ་ཞུ་བ་ཡིན། འོག་ལོ་བསམ་པའི་མི་གར་ཚུགས་འདུག་ག། དབུ་མའི་ལམ་ཟེར་མཁན་འདི་མགོ་སྐོར་རེ་དང་ནོར་འཁྲུལ་རེ་དང་གཞོན་ནུ་ཚོ་མགོ་སྐོར་རྒྱུ་ཡོད་མ་རེད་དཱ། ཆོས་རྒྱུད་ཀྱི་དུས་སྐ་བྲག་བསོད་ནམས་བསྟན་པའི་སྐྱབས་འགྲོ་རིན་པོ་ཆེའི་བཀའ་ཡིས་ནི།

བོད་ཕྲུ་གུའི་ཆབ་སྲིད་ནང་ཇུས་གཏོགས་ཡོང་མ་རེད་དཱ། སྐྱབས་མགོན་རིན་པོ་ཆེ་མཚན་སྨད་ཞུ་ཡག་འདི་གཙོ་བོར་འདི་ཆོས་རྒྱུད་སྤྱི་འཐུས་ནས་ཞུས་ཡོང་གི་ཡག་རེད་དེ་ཞུས་པ་ལ་བརྟེན་ནས་ཨ་ནི་ཆོས་མཐའ་ཁ་ཤས་ནས་ཨ་ནི་རྙོག་དྲ་ལྷག་ཡག་དེ་ལྷག་དང་འདུག་ཚུལ་ལྷག་གི་ཡག་རེད། ད་ཆེད་མི་ཞུ་མཁན་ཐོག་ལ་ཨ་ནི་མང་པོ་སོང་སོང་དེ་ཚོ་ཐོག་ལ་ངས།

དེ་ང་སོགས་ཀྱི་དངོས་གནས་མགོ་ཡག་དེ་ང་སོགས་བལྟས་ཆགས་པ། ཁ་སིང་ད་ལྟ་དོན་ཆ་ཡིན་འདུག་སྐད་བཤད་བྱུང་སོ་ག་ཅིང་ལབ་ན་དེའི་དཀའ་ངལ་འདྲ་ཡིན་དུས་སྐབས་ལ་ཨ་ནི་ཁ་སིང་ད་ལྟ་གྲོས་ཚོགས་འཐུས་མི་མཉམ་དུ་སྐད་ཆ་བཤད་དུས་སྐབས་ལ་སྐད་ཆ་དེ་བྱུང་དུས་ཨ་ནི་དུས་དུས་ཉག་ཉིས་སྟོང་ཉི་ཤུ་རྩ་གཅིག་ལ་སུད་སི་བོད་མཐུན་གྲོས་ཚོགས་པའི་གི་ཁ་སིང་གཉིས་མ་ནས་ད་ལྟ་མཚན་རྟགས་བསྡུ་རུབ་ཀྱི་ལས་གཞི་ཞིག་བརྩམས་འདུག་ལས་གཞི་བརྩམས་དུས་སྐབས་ལ་ཨ་ནི་བོད་པ་སྟོང་ཕྲག་གསུམ་མ་ཞིག་གི་མཚན་རྟགས་བསྐྱོན་མི་འདུག་ཨ་ནི་ད་རིང་ངས་འབུལ་གྱི་ཡིན་དེ་འདྲས་ཀྱི་མཚན་རྟགས་དང་དེ་འདྲས་ཀྱི་བསྐྱོན་ཡོད་སྐབས་ལ་ད་ལྟ་བོད་པ་ཁྲི་གཅིག་མ་སིམ་ཟོས་དུས་སྐབས་ཚང་མས་གི་མཚན་རྟགས་རྒྱག་ཐོས་ཏེ་ཆོག་ཅིང་ནི་གལ་ཆུང་པོ་རེད་བསམ་འདུག། ད་ལྟ་གོང་དུ་ནུབ་མོ་ལགས་ཀྱིས་གསུངས་བ་ནས་བཤད་དབུ་ནག་བར་འདི་འདྲའི་ཞིག་ལས་གཞི་བརྩམས་ཆོས་པར་མི་དབང་མང་སྙམ་ཤུགས་བྱུང། ད་ད་ལྟ་རང་བཞིན་ན་འདི་གི་མཚན་རྟགས་འདི་སྐྱོན་མེད་ཀྱི་རྐྱེན་ལ་ད་ལྟ་ལམ་ཁ་ཁ་ཤས་ཅིག་རྙེད་འདུག་ད་ཡིན་ནའི་ཡང་ཀི་མ་དེ་བ་ཡང་གནས་ཚུལ་ཞིག་བག་འདྲེ་ལས་ཡོང་གི་འདུག་ད་དེ་ཚོ་ལ་ཡང་ང་ཚོས་ཐབས་ཤིག་གར་བཏང་ཡང་འདུག་ད་ལྟ་བསྒྲིགས་ན་ཞུ་གཏུག་གི་ལས་འགུལ་ཡིན་ནའི་རེད་ད་ལྟ་བོད་པ་སྟོང་ཕྲག་ཁྲི་གཅིག་ལྷག་ཟིག་ཡོད་དུས་སྐབས་ལ་ཞུ་གཏུག་ག་འདྲས་བྱས་འདུག་མཚན་རྟགས་གོ་ནས་བསྡུ་རུབ་བྱས་འདུག་ཡང་འདི་ལས་སྙམ་དུ་ཡང་ས་གནས་ཞེ་པག་ལ་གར་གར་བྱས་འདུག་དེ་འདྲའི་ཆེད་ཐབས་ཤིག་བཏང་ཡ་ཡོད་རེད་བསམ་གི་འདུག་ཡང་འདི་བོད་པ་སྦྱིན་དུས་སྐབས་ལ་ཚང་མས་ཀྱི་རྒྱབ་སྐྱོར་བྱས་ཏེ་ཁྱེར་བྱུང་བ་རེད་བསམ་གི་འདུག།

ཐ་ན་ཕྱི་ནང་ལྷོ་ནང་སུ་བྱས་བྱས་ངས་འབོད་སྐུལ་ཞུ་ཡ་ཡིན་རྒྱུ་མཚན་གཅིག་ག་རེ་ཟེར་ན་ང་ཚོ་མི་མང་མང་བོ་གཅིག་གི་སེམས་ནང་ལ་ཡང་རྨ་ཁ་ཆེན་པོ་ཞིག་བཟོས་ཡོད་སོང་ད་ལྟའི་སྐབས་ཀྱི་སྤྱི་འཐུས་གཅིག་པོ་མ་རེད་དེ་གོང་གི་སྤྱི་འཐུས་འགས་དཀའ་ངལ་འདི་གས་དེ་དངོས་གནས་ད་ང་ཚོ་ད་མི་སྐད་ཆ་བཤད་དུས་སྟོད་སྐད་རྒྱང་སུ་སིང་གི་རྐྱང་རྐྱང་རེ་བཤད་ད་ང་སྟོད་སྐད་རྐྱང་ནས་མ་ཉན་རང་ཚོ་རེ་བཤད་སོ་སོས་བཟོས་པའི་ཐུམ་པ་དེ་ཞིམ་པོ་མེད་ནས་འཐུང་རྒྱུར་བ། ད་དེ་ནང་ལོགས་དཀའ་ངལ་ག་རེ་ག་རེ་འཕྲད་ཀྱི་འདུག་རྣམ་པ་ཚོ་ཁ་གཅིག་དངོས་གནས་དྲག་ཏུ་ཕྱིན་ཤག་ཡག་པོ་བྱུང་ཤག། ད་ལྟ་ཡིན་ནའི་མུ་མཐུད་ནས་ཨ་ནི་སྤྱི་ཟླ་གསུམ་པའི་གི་གྲོས་ཚོགས་འདི་སྐབས་ལ་ཡ་ང་རང་ཚོ་ཆོས་རྒྱུད་ཡིན་ནའི་རེད་ཆོལ་ཁ་ཡིན་ནའི་རེད་ང་ཚོ་འདི་ག་ཚང་མ་ལོ་འཆམ་པོ་བྱས་དངོས་གནས་ད་བོད་ནས་མ་སྤིས་ཚར་བུ་ཙམ་པར་ལ་ང་རང་ཚང་མ་ལོ་སྤིས་ཡོར་ད།

ཨ་ནི་ཁོ་རང་ཉིད་ཁྱེད་རང་གི་གཙོ་བོ་དགོངས་པ་ལ་གང་ཡོད་བ་དེ་ཁོ་ཚོ་གཉིས་ལ་མངགས། ཨ་ནི་ཁོ་ཚོ་གཉིས་ལས་གུ་ན་ལ་ཡང་དེ་རུ་རེད། ཁོ་ཚོ་ཡང་བྱས་ནས་ཁོ་ཚོས་བྱས་ནས་ཡོང་གི་མི་འདུག་ན་ཨ་ནི་མ་གཏོགས་མ་པའི་རང་དཔེ་རེད། ཨ་ནི་མི་མང་ཁོ་རང་གི་མདུན་ལ་ཡང་ཧ་གོ་ཤོད་ནས་ང་ཚོས་ཁོ་རང་ལ་ཨེ་འདྲས་འདྲས་མངགས་ཡང་བྱས་མི་འདུག་དེ་བཞིན་ད་རིང་ང་ཚོ་དེ་ལས་ཡོད།

རྒྱ་ནག་བར་ལ་ཡང་ཚོང་འབྲེལ་གྱི་དམ་བསྒྲགས་འདི་ཞུ་བ Free Trade Agreement བསྐྱར་དུ་ཁོང་ཚོ་གྱི་སླར་གསོ་བྱས་ཀྱི་བརྒྱུད་རིམ་ཞིག་ནང་འགྲོ་དེ་དུས་དེ་འདྲའི་ནང་ལ་གོ་སྐབས་ཚེས་བྱེད་ཁོ་ནང་ཚོས་ཀྱི་གཅིག་གི། ཚོང་གི་དངོས་ལ་འགྲོ་བ་མིའི་ཐོབ་ཐང་བཞག་དགོས་ཡོད་སྲིད་ལ་བྱེད་ཐབས་ད་ལྟ་འདི་ནང་གྲོས་ཚོགས་ནང་ལོགས་ལ་ཡང་འཐུས་མི་མང་པོ་ཅིག་རྒྱབ་སྐྱོར་གནང་དེ་དུས་དེའི་གི་གོ་སྐབས་དེ་བྱུས་ཞེས་བོད་དོན་སྐོར་ལ་གླེང་སློང་དགོས་ཡོད་སྲིད་དེ་ཞུས་རན། ཀོང་པོ་དོན་གཅོད་ཀྱི་ངོས་ནས་ནི་ཆེད་དུ་མངགས་ནས་ང་ཚོ་ལ་མ་འབྲེལ་བ་བྱས་ནས་དེ་འདྲའི་གི་དེ་ལ་སླེབས་པའི་ཞོར་ལ་ཡང་མི་མང་གི་གནས་སྟངས།

འཐུས་མི་ཚོས་ཨེ་ནི་དགའ་བསུ་ཡ་བཞང་བཅས་དགའ་བསུ་ཞུ་རྒྱུ་ཚེ་བར་ཡང་འདིར་ཅོག་ཙེ་གང་དང་ནག་པོ་བཏབ་མི་འོང་རེད་ཟེར་འདིར་གསུང་གི་འདུག་ཨེ་ང་སྐབས་བདུན་ཚེ་མ་ང་རང་སེམས་ནང་ལས་བློ་ཡུལ་ལས་འདས་ཀྱི་འདུག་ཧ་ལའི་ཧང་སང་ཡས་དེ་འདྲས་ཡིན་ན་བསམ་གི་ཡོད། ཨ་དེ་འདྲས་དེ་འདྲས་རེད་ཟེར་དུས་ཚེ་མར་ཡང་དེའི་སྐབས་དེ་དུས་ལན་ག་རེ་ཟེར་ན་སྤྱི་འཐུས་དེའི་དེང་དུས་ཀྱི་སྤྱི་ཚོགས་ཀྱི་རྒྱལ་ཁབ་ཞེན་ཁོག་དཔེར་བལྟ་ནས་དེ་བྱེད་དགོས་རེད་གསུང་གི་འདུག་ཨ་ད་ལྟའི་ང་རང་ཚོ་བོད་རིགས་ལ་ཡ་ཡས་རབས་ལས་ཀྱི་སྐད་ཆ་དེ། དེ་ཡིན་དུས། རྟ་འདི་དངོས་གནས་ཡིན་ན་མེད་ས་ན་འདུག་འདུག་རིང་པོའི་བརྡར་སྒུག་དེ་ཡིན་དུས་རྟ་དེ་ཡིན། དེ་རིང་སྐྱེས་ས་ཡི་ནང་ལས་དཔེར་ན་དར་མཚོན་ལ་ཁ་སང། གྲོས་ཚོགས་ཚོགས་འདུ་སྐབས་ལ་ཡར། རྟ་དང་པོ་རྣམ་པ་ལན་གྱི་འདུ་བ་འཕེལ་ཡོད་རེད་བོད་དོན། ཞུ་གཏུག་གནང་ཁ་འཕེལ་ཡོད་རེད་རྒྱབ་སྐྱོར་ཚང་ཁ་འཕེལ་ཡོད་རེད། མིའི་རྒྱབ་སྐྱོར་གནང་མཁན་ཚོ་དར་མཚོན་གྲོས་ཚོགས་ཚོགས་འདུའི་ནང་ཕེབས་པའི་སྐབས་ལ་ཡར། ཨེ་ནི་ལྷན་རྒྱས་ཚོ་དེ། གྲོས་ཚོགས་ཚོགས་ཚུད་དེ་འཕེལ་ཡོད་གསུངས་དུས་བསམ་པ། ཅུང་ཙམ་ལ་ལག་པ་དེ་ཚེ། དེ་འདྲའི་གནང་གི་འདུག། སྐར་མ་གཅིག་སྐར་ཆ་ཕྱེད་ཀ།

སྤྱི་འཐུས་འོས་ཤོག་བླུག་ཡག་ལ་ཡག་ང་ཚོ་འདྲ་བོ་ཅིག་ན་སྤྱི་འཐུས་གཉིས་མ་ཞིག་བླུག་ཆོག་མ་རེད་ཡུ་རོབ་ཡིན་དུས་ད་ང་ཚོ་སྤྱི་འཐུས་ཞིབ་ཅིག་བྱེད་ན་ཆ་ཚང་ཅིག་བླུག་ཐུབ་ཡག་གི་སྒྲིག་གཞི་གསར་བ་ཞིག་བཟོས་ཐུབ་ཡིན་ན་ང་ཚོ་དོ་སྣང་ཡོད་ཉེན་གི་མིག་བལྟ་ཅིག་མི་ཡག་ཡག་གདམ་གི་རེད་ཨ་འདུག་འདུག་འདི་གི་མང་སྟོན་གི་རེད་རེད་བ་འདི་ཏན་ཏན་ང་ཚོ་མཁས་པ་བྱེད་ཡོག་རེད་བསམ་གི་འདུག་འདི་ཐོག་ནས་དགོངས་པ་བཞེས་ཡག་ཅིག་འདུག་བསམ་གི་འདུག་འོ་འདི་གི་ད་ད་ད་ཞུ་ཡག་མང་པོ་ང་དང་རང་འཚམས་ཤག་གི།

དེ་ཡིན་དུས་ཙང་ལ་མ་འོངས་པའི་འདི་འདྲ་མ་ཡོང་བའི་ཆེད་དུ་ལ་ཡ་གཅིག་མི་ལྔ་སྟོང་ཡོད་ན་རེད་དྲུག་སྟོང་ཡོད་ན་རེད་བདུན་སྟོང་ཡོད་ན་རེད་འདི་འདྲ་མང་ཡོད་ན་དེ་འུམ་གོ་རེད་ཨ་འདི་འདྲ་ཡིན་ན་ཨ་ནི་ང་ཚོ་ལག་པ་འཆང་གི་ཡོད་ཟེར་ཡ་གཅིག་བཟོས་ཐུབ་པ་འདྲ་གཅིག་ཡིན་ན་ཨ་ནི་འདི་ཡ་ཕན་ཚུན་མ་འོངས་པའི་འདི་འདྲ་ལ་ཡ་ང་རྒྱུ་གླེང་རྒྱུ་མང་པོ་ཞིག་ལ་མ་ཡོང་བའི་ཆེད་དུ་ལ་ཕན་ཐོགས་པོ་རེད་བསམ་གྱི་འདུག་ལ་འདི་འདྲ་གཅིག་བཟོས་ཐུབ་པ། སྣང་རོགས་ལགས་ཞུ་ཡིག། ད་ལྟ་མི་མང་གི་ཞུ་གཏུག་དང་འབྲེལ་བ་ཞིག་ལ་ཏི་ཁ་སིན་བཅའ་ཁྲིམས་བསྐྱར་བཅོས་ཀྱི་ཚོགས་ཆུང་ལ་ང་རང་སྒེར་གྱི་བསམ་ཚུལ་ཕུལ་ཡིན་གང་ཡིན་ཟེར་ན་རོགས་ད་ལྟའི་ང་ཚོ་ནང་ལ་མི་མང་གི་བཅའ་འདི་ནང་ལོགས་ལ་ད་བསམ་ཚུལ་ཡིན་ནས་རེད་ཏི་མི་མ་སུ་ཡི་ནས་རེད་ད་ད་ལྟ་དཔེར་ན་རྣམ་པ་ཚོ་ཁ་ཤས་ཀྱི་ད་ལྟ་ཏི་བཅའ་ཁྲིམས་ལག་དེབ་དང་འབྲེལ་བ་ཡིན་ནས་རེད་ཕྱི་རྒྱལ་གྱི་སྤྱི་འཐུས་མང་རུ་ལྟ་ཡི་ནས་རེད་འདི་གི་ཞུ་གཏུག་གི་ལས་འགུལ་འགྲོ་སྟངས། དྲ་རྒྱ་ཡིན་ནའི་རེད་འདི་ཡིག་ཆར་ཕུལ་སྟངས་ཡིན་ནའི་རེད་མཚན་རྟགས་ལེན་སྟངས་ཡིན་ནའི་རེད་འདི་འདྲའི་སྒང་ལ་འདི་ཁ་གསལ་བོ་མི་འདུག་འདི་འདྲའི་ཅིག་མེད་དུས་སྐབས་ལ་འདི་འདྲའི་ཅིག་བཟོ་བའི་གལ་ཆུང་པོ་མཐོང་གི་འདུག་ཨ་འདི་ཡིན་དུས་སྐབས་ལ་འདི་གའི་འགྲོ་སྟངས་ཅིག་ཇུ་མ་ལས་ཕན་མཐོང་གི་རེད་བསམ་གི་འདུག་ཨ་འདི་འདྲའི་ཅིག་ད་ལྟ་ང་ར་རྒྱ་རི་ནའི་རེད་ཆུ་ལི་ཞེན་པ་ཡིན་ནའི་རེད་ང་ཚོ་གྲོ་གྲོས་དུས་རོ་བྱས་ནས་འདི་འདྲའི་ལ་ཐབས་ཤེས་ཅིག་བཏང་ཡོད་རེད་བསམ་གི་འདུག་ཡིན་ནའི་ཁ་སིམ་མ་ཡིན་བཅའ་ཁྲིམས་བསྐྱར་བཅོས་སྐབས་ལ་འདི་ཚོ་ཚང་མ་འགྲོས་དེ་ཁག་པོ་ཆགས་དགོས་ཁ་ཡིན་ནའི།

དེ་ཡི་གེ་མི་གཅིག་གམ་མང་མ་ཆེ་ཆེ་བྱས་པའི་ནང་ལ་འབུལ་རྒྱུ་ཞེས་པ་ཡིན། སོ་སོའི་གི་སྒྲིག་འཛུགས་ལ་ཡ་ཞེན་སྒོ་ཡོད་ངེས་དང་སོ་སོའི་གི་སེམས་ཚོར་ཡོད་ངེས་དེ་འདྲ་ཡིན་ཡིན་སང་ད་རིང་དེ་དུས་ཚོད་ཆེ་ང་བསྟོན་གནང་ཞེས་ནི་དེ་ཕས་དྲི་བ་ཁུལ་གནང་གི་ཡོད་རེད་བྱས་སང་མཚམས་རེ་ང་ཚོ་ཕ་ཚོ་བསམ་ཚུལ་ལོ་ཁ་ཡོང་སྲིད་རེད་མི་རབས་རྒན་པ་དང་གཞོན་པ་གི་བསམ་ཚུལ་འགྲིག་མ་འགྲིག་བྱུང་སྲིད་རེད་ལངས་ཤོག་གི་ཆབ་སྲིད་ལངས་ཕྱོགས་གི